ཚང་མ་ལ་བཀྲ་ཤིས་བདེ་ལེགས། ངའི་མིང་ལ་བཀྲ་ཤིས་དཔག་བཟང་ཡིན། ད་དེ་ནས་ད་དེ་རིང་ངའི་བརྙན་ཐུང་དེའི་ནང་དུ་དེ་ནས་ང་རང་ཚོའི་རིག་པ་དང་དེ་ནས་ལག་ལེན་དེ་ནི་གཉིས་ནང་ནས་དེ་ནི་གང་དེ་དེ་གལ་ཆེན་པོ་རེད། འོ་དེའི་སྐོར་ལ་བཤད་ཀྱི་ཡིན། ད་དེ་ཡང་ཨ་ནི། སྔར། ད། ལོ་བཅུ་གསུམ་སྔོན་ལ། དེ་ནས་ང་རང་ཚོ་ལ་དེ་ནས། གྲུ་དཔོན་མཁན་པོ། མཁན་པོ་བློ་གྲོས་རྣམ་རྒྱལ་མཆོག་གིས། མཁས་མཇུག་གི་དཔེ་ཁྲིད་གནང་ཡོང་དུས། དེ་ནས་ཁོང་གིས་དེ་ནས་དྲུང་གཅིག་གི་སྒོ་ནས་དེ་ནས་སློབ་སྦྱོང་བྱེད་སྟངས་སློབ་སྦྱོང་བྱེད་པའི་སྐབས་སུ་དེ་ནས་ག་འདྲས་བྱས་ནས་བྱེད་དགོས་ཡོད་མིན། ཧོ་དེ་ནས་དེ་ནས་དྲུང་གཅིག་གི་སྒོ་ནས་དེ་ནས་བསླབ་བྱ་ཟབ་མོ་ཞིག་གནང་སོང། ད་དེ་ངས་ཁྱེད་རྣམ་པ་ལ་མཉམ་དུ་དེ་ནས་ཁྱེད་རྣམ་པ་ལ་དེ་ནས་བཤད་ཀྱི་ཡིན།

གལ་ཆེ་ཤོས་དེ་ལག་ལེན་དེ་རེད། རིག་པ་ལས་ཀྱང་གལ་ཆེ་ཤོས་དེ་ལག་ལེན་དེ་རེད། གལ་སྲིད་ལག་ལེན་མེད་པ་ཡིན་ན། དེ་ནི་རིག་པ་ཡོད་པ་ཙམ་གྱིས་དེ་ནི་མི་ཕན་པ་རེད། བ་ད་དེ་ཡང་བེ་ནང་གི་དེ་ང་རང་ཚོ་གཏམ་དཔེ་ཞིག་ཡོད་པ། ཁ་ཤས་ཆུ་ཡི་བུ་བ་ལག་ལེན་གསེར་གྱི་ཐིགས་པ་ཟེར་ནས་འོ་དེ་ནང་བཞིན་ཆགས་འགྲོ་གི་རེད། ད་དེ་ཡང་ཨ་ནི་སྒྲུང་དཔེ་ཡག་པོ་ཅིག་ཐོག་ནས་གསུངས་གནང་སོང་རེད་བ་ད་དྲུང་དེ་ག་རེད་འདུག་ཟེར་ན་ད་སྔར་ལུང་པ་ཞིག་ལ་དེ་ནས་ཆུ་ཆེན་པོ་ཞིག་ཡོད་ས་རེད་བ་ད་ལུང་པ་ཕག་ཚོ་འགྲོ་བ་ལ་དེ་ནས་ཆུ་དེ་ད་གྲུ་བཞོན་ནས་དེ་ནས་ད་གྲུ་སེང་བཏང་བྱས་དེ་ནས་ཆུ་དེ་ཕག་ཚོ་དེ་ནས་འགེལ་དགོས་ཀྱི་ཡོད་ས་རེད་བ་ད་དེ་ནས་དེ་ནས་ལུང་པ་དེ་ལ་དེ་ནས་ཆུང་དུས་ནས་དེ་ནས་སློབ་གྲྭར་འགྲོ་མ་མྱོང་མཁན་རེད་བ། སློབ་སྦྱོང་རྩ་བ་ཉིད་ནས་བྱས་མ་མྱོང་མཁན། ཨོ་དེ་ནས་ཆུང་དུས་ནས་དེ་ནས་གྲུ་བཏང་ནས་བྱས་ཨ་ནི་འཚོ་བ་སྐྱེལ་བསྡད་མཁན་རེད་བ་སོ་སོ་ནང་མི་ལ་རོགས་པ་དང་མི་ཚེ་སྐྱེལ་བསྡད་མཁན་དང་སོ་སོ་ནང་མི་ལ་རོགས་པ་བྱས་བསྡད་མཁན་ཨོ་དེ་འདྲ་གི་ཨ་ནི་མི་གཅིག་ཡོད་ས་རེད། དེ་ཉི་མ་ཞིག་དེ་ནས་ད་གྲུ་བཏང་མཁན་དེ་གི་དེ་ནས་གྲུ་དེ་ལ་དེ་ནས།

ཨོ་གྲུ་བཙུན་ད་ངས་དེང་ཁྱེད་རང་སློབ་སྦྱོང་བྱས་མྱོང་བ་ཟེར་བ། དེ་ཁོས་ད་ང་སློབ་སྦྱོང་བྱས་མ་མྱོང་དེ་ནས་བྱེད་མྱོང་མེད་ད་ང་ལ་འགྲིག་རིགས་དང་དེ་ནས་དེ་འདྲས་གང་ཡང་མེད་སློབ་གྲྭར་འགྲོ་མ་མྱོང་ད་ང་ཆུང་དུས་ནས་གྲུ་དང་ནས་ཨ་ནི་དེད་པ་ཡིན་དེ་འདྲས་བྱེད་ལབ་འདུག་ཨ། ད་དེ་ནས་མི་ཆེན་པོ་དེ་གིས་དེ་ག་ལ་འདུག་ཟེར་ན་ཨ་ལས་ད་འདི་རྩ་བ་ངས་ནས་ཡག་པོ་མ་རེད་ཟེར་བ། ད་ང་ལྟ་བུ་ཡིན་ན་དེ་ནས

དེ་ནས་ད་ཁྱེད་རང་ད་ཁྱེད་རང་མི་ཚེ་དེ་ད་འཕྲོ་བརླག་རེད་ད་དེ་འདྲས་བྱས་ནས་ད་ཞི་བོ་ངོམ་འདོག་ད་ཁོ་རང། དེ་མཐའ་མ་ལ་དེ་ནས་གང་ཚ་བྱས་ནས་དེ་ནས་ད་ཆུ་ཆུ་གི་ཀྱི་མ་དེ་བ་སླེ་ཡོང་དུས་དེ་ནས་གྲུ་ལ་བསྐྱོན་ཞོར་དུ་ཨ་ཁོ་རང་ཚོ་ད་གྲོ་བཞིན་པའི་གི་གྲུ་དེ་ལ་བསྐྱོན་ཞོར། དེ་ནས་གྲུ་བཏང་མཁན་དེ་གི་དེ་ནས Professor དེ་ལ་ལབ་དུ་ཨོ Professor ལ་ད་རང་འགྲིག་རིགས་དེ་འདྲས་ཆེན་པོ་ཡོད་པ་དེ་ཡག་པོ་རེད་ཟེར་བ། ད། Psychology དང་དེ་ནས Astrology དང Swimming Logy དང་ད་དེ་ཚོ་གང་ག་གི་དེ་ནས་སློབ་སྦྱོང་ཡོད་པ་འགྲིག་རིགས་ཡོད་པ་དེ་ཡག་པོ་ཞུ་གི་རེད། ད་ཡིན་ན་ཡང་ད་ལྟའི་ཆ་ལ་དེ་ནས་ང་རང་ཚོ་གི་དེ་ནས་ང་རང་ཚོ་དེ་ནས་བསྡད་བཞིན་པའི་གི་དེ་ནས་གྲུ་གཟིངས་དེ་ལ་གྲུ་དེ་ལ། སྐྱོན་ཆེན་པོ་གཅིག་ཤོར་འདུག་ཟེར་བ། ག་རེ་བྱ་འདུག་ཟེར་ན་ཨི་གོང་བུའི་ཞགས།

ད་ཡིན་ན་ཡང་ཁོ་རང་མི་ཚེ་ལ་ཁོ་རང་གི་མི་ཚེ་ལ་ད་ལྟ་བར་དུ་སྐྱག་རྒྱག་མ་མྱོང་བ་དེ་འདྲ་ཅིག་རེད་དོ། སུན་སྨིན་བྱས་མ་མྱོང་བ་དེ་འདྲ་ཅིག་རེད་དོ། ད་དེ་ཡིན་དུས་དེ་ནས་གྲུ་བཏང་མཁན་དེ་དེ་ནས་ཆུང་དུས་ནས་བྱས་དེ་ནས་ཆུ་ནང་ལ་དེ་ནས་གྲུ་བཏང་དེ་འདྲ་ཅིག་མི་ཚེ་སྐྱེལ་འོང་དུས་ཁོ་དེ་ནས་སྐྱག་ལ་ཡང་རྒྱབ་བཤད་དང་ཆ་ཚང་བཤད་ཀྱི་འདུག་བ། དེ་ཁོ་ནས་དེ་ནས་སྐྱག་ལ་རྒྱབ་ཅིག་དེ་ནས་གྲུ་དེ་མ་ཆུ་ནང་འཐིབས་ཡོང་དུས་སྐྱག་ལ་རྒྱབ་ཅིག་དེ་ནས་ཁོ་ཕ་ནས་ཆུ་གི་ཕ་རོགས་ལ་དེ་ནས་མཐར་དུ། ད Professor དེ་འདྲའི Degree མང་པོ་ཡོད་མཁན Professor དེ་ནམ་རྒྱུན་ཡང་རིག་པ་དེ་ཡོད་ན་ཡང་ལག་ལེན་དེ་མེད་དུས་ཙང་ནས་སྐྱལ་རྒྱབ་མ་བྱས་སྐྱལ་རྒྱབ་མ་ཐུབ་དེ་ནས་ཆུ་ནང་ལ་དེ་ནས་ཐིམ་ཅིག་དེ་ནས་ཁོ་རང་ཤི་བ་རེད་དོ། ད་གང་དག་གྲོངས་འདུག་གི་དེ་ནས་དོན་དག་རྡོག་རྡོག་དེ་དེ་ང་རང་ཚོས་ད་སློབ་སྦྱོང་ཅིག་བ་མ་རེད་ག་རེ་ཞིག་བྱས་པ་ཡིན་ན་ཡང་རེད་བ། ཁ་ནས་བཤད་པ་ཙམ་མ་ཡིན་པར་བྱས། རིགས་པ་བཤད་པ་ཙམ། བྱེད་ལུགས་འགྲོ་སྟངས་བཤད་པ་ཙམ་མ་ཡིན་པར་བྱས། དེ་སོ་སོའི་དངོས་སུ་ལག་ལེན་བསྟར་དགོས་པ་དེ། ཨ་ནི་གལ་ཆེན་པོ་རེད་འདུག་ཟེར་ནའོ། དེ་འདྲའི་གི་དོན་ནི། དེ་འདྲའི་གི་ཐོག་ནས་དེ་ནི། སྒྲོལ་མ་མཁན་པོ་བློ་གྲོས་རྣམ་རྒྱལ་མཆོག་གིས་དེ་ང་རང་ཚོ་ལ་དེ་འདྲའི་གི་དེ་ནི། བསླབ་བྱ་བཟང་མོ། གནང་བ་རེད་འོ་དེ་ངས་ཁྱེད་རྣམ་པར་བཤད་པ་ཡིན། འོ་ལགས་སོ་དེ་ནི། ཐུགས་རྗེ་ཆེ་བཀའ་དྲིན་ཆེ།